དགེ་སྤྱོད་ཚང་མ་ཚ་བཅས་ཚོང་འདུས་བྱེད་པ་ཡིན་ན། ནི་ང་ཚོ་སྐུ་ངོ་དཔོན་པ་ཚེ་རིང་དེ་ཚོ་འཇུག་གི་རེད་དང་འཇུག་གི་མ་རེད། ད་ཐུགས་གཟིགས་ཅན་དྲི་བ་དྲིས་ཀྱི་འདུག་ཨ་ད་ཁོ་ཚོས། དྲི་བ་དྲིས་ཀྱི་རྒྱུན་རིང་གི་ཁྲོད་དུ་ནོར་ལོག་ཅིག་ངས་ཅིག་ལྟ་འདིར། ཁ་ཤས་དྲི་བ་ག་རེ་ཡིན་ན་ཅིག་མཚན་ལྡན་གི་ཡིན་ན་ཅིག་ད་ག་ད་ཅག་ཅག་དྲི་འདི་ཡིན་ན་ག་རེ་དྲི་འདི་ཡིན། དུགས་གཟིགས་ཅན་སང་དུ་མང་པོ་ཅིག་མཐོང་དེ་ནི་ཡིན་ན་ག་རེ་དྲི་ནས་འདྲི་གི་འདུག་ཁུལ་ནོར་གྱི་ཁྱད་པར་ཁྱད་མི་འདུག་སང་མཐོང་རེ་དྲི་བ་འདི་ཁོ་ནོར་ང་དུང་ད་ག་ལ་ལྟ་ནས་ནི་ངས་དུགས་གཟིགས་ཅན་ནན་ཏན་གྱིས་ཕུལ་ཐོས་བྱེད་ཀྱི་ཡིན་ཟེར་རྣམ་པ་ཚོས་འདི་ཞུ་འདོད་བྱུང།

ཚེ་ག་ཟེར་གྱི་ཡོད་ར་ཨོང་དེ་གི་བཟོ་ལྟ་ན་གི་ཅན་དེ་འདྲས་མང་པོ་བྱུང་འགྲོ་འདུག་དོ། དེ་སྐད་ཚང་མིག་གི་དུག་རྫས་དེ་ཚོ་ས་ཕྱོགས་གང་ནས་ས་ཕྱོགས་ཡོངས་གཙང་གི་སྡེ་ཚན་ཁ་ཤས་ཀྱིས་ཨ་མི་རི་ཀ་གི་རྟགས་བཙུགས་ནས་ཨ་མི་རི་ཀ་གི་རྟགས་དུག་སྤྱད་ནས་དེ་ལ་འུ་འདུག་ཨ་ཁོ་ཚོས་ནོ་དེ་ཚོས་གི་ཐོག་ནས་ཟག་བཟོ་བྱས་གི་ཨ་ཁ་ཤས་ནོ་ལོག་ནས་ད་ག་ལ་ལོག་གི་ཅི་ད་ང་ཚོས་ཨོ་ད་སྔོན་རྟགས་ན་གི་དུག་སྤྱད་ནས་རྟགས་འུ་འདུག་ཨ་སྔོན་རྟགས་རྟགས་འུ་འདུག་ཨ་ཁ་ཤས་ནོ་ད་ཨོ་ནས་བཟོ་ལ་དེ་ཚོ་ནི་ད་ག་དུག་ལ་བ་ཆང་སོང་ལ་བ་ཆང་དུག་སྤྱད་ནས་འཇོ་བ་རེད་ས། དེ་ག་རེད་ཟེར་ན་ཨ་མི་རི་ཀ་ལ་ཐད་ཀར་དུ་གནོད་པ་བྱེད་ཐུབ་ནུས་པ་གཅིག་ཡོད་བ་སོང་ཙང་ཨ་མི་རི་ཀ་གི་ལག་པ་རྒྱུ་མཚན་གཅིག་དེ་རེད། རྒྱུ་མཚན་གཉིས་པ་ཅིན་ཧུང་གི་ཐོག་ནས་ཨ་མི་རི་ཀར་ཁེ་སོང་ཡོད་བ་སོང་ཙང་ཨ་མི་རི་ཀ་གི་ལག་པ་འཆང་རེད། རྒྱུ་མཚན་གསུམ་པ་གཅིག་དེ་ག་རེ་རེད་ཟེར་བ་ཡིན་ན། ཁོ་དགེ་བཅུ་ཡིན་པ་སོང་ཙང་ཨ་ནི་ཅིག་ཨ་མི་རི་ཀ་གི་བོད་ཀྱི་ཝེ་ན་རྫོ་ལ་ལག་པ་འཆང་བ་ཡིན་ན་ཝེ་ན་རྫོ་ལ་གི་མི་སེར་མང་པོ་ཅིག་གིས་ཨ་མི་རི་ཀ་ལ་རྒྱུག་ཆོག་ཐུབ་ཀྱི་ཡོད་བ་སོང་ཙང།

སྐུ་ངོ་སྤེན་པ་ཚེ་རིང་དང་དེ་སྐད་དྲིས་ཀྱི་ད་ལྟ་ང་ཚོ་ཉིས་སྟོང་ཉེར་བཅུ་རྩ་གཅིག་ལོ་ནོར་ལོ་ནས་ད་ང་ཚོས་ཀྱི་གཞུང་འདི་བཟུང་ནས་ཨ་ཉི་ག་རྩིས་འགྲོ་ཡོད་ཚོད་ལོ་ལྔ་འགྲོ་ཡོད་དེ་ཚོ་དགེ་ཆོས་ཆགས་ཡོད་དང་ཆགས་ཡོད་མ་རེད་ཟེར་ཐོག་མེད་ཀྱི་ཆ་ནས་ང་ཚོས་དེ་གསལ་པོ་ཧ་གོ་དགོས་རེད་ཡིན་ན་དྲི་བ་དྲི་ངེས་དེ་ཚོ་དགེ་ཆོས་ཡིན་ཤག་ཤག་བྱས་ཀྱི་འདུག་དགེ་ཆོས་ཡིན་ཤག་ཤག་བྱས་དུས་དངོས་གནས་ཀྱིས་ད་ཁོ་ཚོ་སམ་དྲུག་སྲུང་སྐྱོབ་བྱས་གཏོང་ཡོད་ཀྱི་རེད་བསམ་གྱི་འདུག་དེ་ཚོས་ང་དང་འདོད་ཤོར་མཐུན་གྱི་འདུག་འདོད་ཤོར་མཐུན་ཡང་གཅིག་པུ་མ་རེད་ང་ཚོས་རྟོག་ཞིབ་བྱས་ན་དགེ་ཆོས་ཆགས་ཀྱི་ཡོད་རེད་ཟེར་ཆགས་ཀྱི་ཡོད་རེད་ལ་དེར

དེ་འདྲ་སོང་ཙང་ལོ་ལྔ་དུས་ཆེན་དགེ་བཅུ་བྱས་པ་རེད་དགེ་བཅུ་བྱས་ཡོད་སོང་ཙང། དེའི་ཐོག་ནང་དེ་གཉིས་ད་ལོ་ལྔ་དགེ་བཅུ་བྱས་པ་རེད་ང་གཉིས་དགེ་བཅུ་དེའི་ཐོག་ནང་ལོ་ན་ཨ་མི་རི་ཀ་གི་གང་ཡང་ལོས་མ་སོང་ཨ་ལོ་བ་ཡིན་ན། མ་ལོ་བ་མ་རེད། དང་པོ་དགེ་བཅུ་ག་འདྲའི་བྱས་རྩིས་བྱ་གི་བྱས་པ་རེད་ཟེར་བ་ཡིན་ན་གྲོས་ཚོགས་དེ་ཚོ་མ་འགུལ་བ་བྱས་ནས་ཨ་ནི་དགེ་བཅུ་བྱས་ཡག་གི་བྱ་གི་བྱ་ར། བཞག་ནི་ག་རེ་ཟེར་ན་ཨ་མི་རི་ཀ་གི་བཀོད་དེ་དུས་ནང་གྲོས་ཚོགས་འཚོ་བ་གལ་ཆེན་པོ་རེད་ཟེར་འདུག་སུ་ཅི་ཡང་དགེ་བཅུ་ད་དགེ་བཅུ་ཆེན་པོ་དེ་དགེ་བཅུ་མི་ཁ་ཤས་ཅིག་ལས་དེ་ལས་ཏིས་ཏི་ཅིག་མི་མང་དེ་ཡང་བཏང་ནས་ད་དུས་སུ་ཅི་ཡང་དགེ་བཅུ་བྱས་ཨ་ར་དེ་འདྲ་སོང་ཙང་དེ་ཡིག་མ་ཚད་དེ་ནི་ག་རེ་ད་ཨ་མི་རི་ཀ་གི་ཨ་མྱུས་འགྲོ་སོང་དེ་ཚོ་བཏང་ན་ད་ཕན་ཐོག་མི་འདུག་ད་དགེ་བཅུ་བྱས་ཡིན་འདུག་ད་ཁོ་ཚོ་ག་ཚོད་ང་ཚོར་འགྲོ་སོང་བཏང་དེ་གཙོ་བོ་ཅི་དེ་ག་རེ་ཟེར་ན་ཨ་མྱུས་དམངས་གཙོ་ལག་བསྟར་བྱས་ཡོད་ཟེར་ང་ཚོ་མིས་དེའི་ཐོག་རག་གི་འདུག་ཨ།

ཨ་ནི་དམངས་གཙོ་དེ་ལག་བསྟར་ཡག་པོ་ཅིག་བྱེད་མི་ཐུབ། ཨ་ནི་སྒེར་གཅོད་ཀྱི་ནང་དགའ་ནོར་འང་འགྲོ། ད་དེ་ཚོ་མང་པོ་བྱས་བར་ད་ཨ་མི་རི་ཀ་གི་འགྲོ་སོང་དུ་བཏང་ན་ཕན་ཐོག་ཡོད་ས་མ་རེད་བསམ། ཨི་མྱུལ་དུ་སུ་དུག་སུ་ཅི་བཅད་འགྲོ་གི་ཡོད་ས་རེད་བསམ། ཨ་མི་རི་ཀ་ག་རེ་ཅན་བཅད་ཡིན་ན་ཟ་ཅི་ཡོད་རང་དུག་སུ་བཅད་ཡིན་ས་རེད་བསམ། ད་ང་ཚོ་མ་ཚད་ཀྱི་གཞན་དང་གཞན་དག་མཛའ་མོ་ནི་གང་ནོར་ལོར་ཨ་མི་རི་ཀ་གི་བཏང་དེ་དེ་འདྲ་མང་པོ་ཅིག་འདུག་དེ་སྐད་ཚང་མ་ཡང་ཨ་ནི་ག་རེ་བྱས་ཟེར་ན། ཨ་ནི་དོན་ཕན་ལྡན་པ་ཅིག་ཡོང་གི་མི་འདུག་བསམ་ཨ་མི་རི་ཀ་གི་རྒྱུ་མཚན་དེ་རེད་འདུག་དེ་བྱས་ན་ཨ་མི་རི་ཀ་གི་རོགས་སྐྱོར་ཚན་རོགས་སྐྱོར་མང་པོ་ཅིག་དུག་སུ་བཅད་ནས་མ་བཅད་ཤར།

བོད་ཆོས་ཅི་ཡོད་པ་ག་རེ་མཐོང་གི་རེད་ཟེར་བ་ཡིན་ན། ད་ནི་ང་ཚོ་བོད་ཟེར་བ་དང། ཨ་ནི་སོག་པོ་ཟེར་བ་དང། ཨ་ནི་ཤིན་ཅང་ཟེར་ན་དེ་ཚོས་མང་པོ་བྱས་ཏེ་ག་རེ་བྱས་ཡོད་རེད་ཟེར་བ་ཡིན་ན། ད་ལྟའི་འཛམ་གླིང་གི་ཐོག་གི་རྒྱལ་ཁག་ཆེ་ཤོས་དེ་ག་རེ་བྱས་ཟེར་སྟག་ཆེན་རྒྱལ་ཁབ་ཨང་དང་པོ་དེ་ཨ་མི་རི་ཀ་རེད། སྟག་ཆེན་རྒྱལ་ཁབ་གཉིས་པ་ཨང་གཉིས་པ་དེ་རེད།

ག་རེད་ཟེར་ན་ཨ་མི་རི་ཀ་གི་ལོ་རྒྱུས་ཀྱི་ཐོག་ནས་ལག་པ་ཆང་འཐུང་དེར་ལྟ་བ་ཡིན་ན། དོན་ཚན་གཞན་དང་གཞན་དག་མང་པོའི་ཐོག་ནས་ལྟ་ཆོག་གི་དེ་ཡིན་ན་དོན་ཚན་གཙོ་བོ་ནང་བྱས་པ་ཡིན་ན་ད་ལྟ་གསུངས་ཏེ་ང་དེ་འདྲས་ཀྱི་ཚོ་ཡོང་གི་འདུག་ཟེར། དོན་ཚན་དང་པོ་དེ་ཕ་རིག་པོ་དེ་སྒེར་གཅོད་ཤུགས་དྲག་པོ་ཡིན་པ། དོན་ཚན་གཉིས་པ་དེ་སྒེར་གཅོད་དེ་ཡི་གི་ལས་ཀ་ལ་བརྟེན་ནས་ཨ་མི་རི་ཀ་ལ་ཐད་ཀར་དུ་ཕོག་ཐུག་ཡོང་གི་ཡོད།

མཚོ་སྔོན་ཞིང་ཆེན་ནང་གྲོང་ཁྱེར་གསུམ་དང་རྫོང་སུམ་ཅུ་སོ་དྲུག། བདེ་ཆེན་རང་སྐྱོང་ཁུལ་ནང་རྫོང་གསུམ། རྔ་བ་རང་སྐྱོང་ཁུལ་དུ་རྫོང་བཅོ་གསུམ། དཀར་མཛེས་རང་སྐྱོང་ཁུལ་དུ་རྫོང་བཅོ་བརྒྱད། ལང་ཀྲའུ་རང་སྐྱོང་ཁུལ་དུ་རྫོང་གཅིག། ཀན་སུའུ་རང་སྐྱོང་ཁུལ་ནང་གྲོང་ཁྱེར་གཅིག་དང་རྫོང་དགུ། བོད་རང་སྐྱོང་ལྗོངས་ཀྱི་མངའ་ཁོངས་སུ། ལྷ་ས་གྲོང་ཁྱེར་དང། གཞིས་ཀ་རྩེ་གྲོང་ཁྱེར། ཆབ་མདོ་གྲོང་ཁྱེར། ལྷོ་ཁ་གྲོང་ཁྱེར། ནག་ཆུ་གྲོང་ཁྱེར། ཉིང་ཁྲི་གྲོང་ཁྱེར། མངའ་རིས་ས་ཁུལ་བཅས་གྲོང་ཁྱེར་དྲུག་དང་ས་ཁུལ་གཅིག་ཡོད། ལྷ་སའི་མངའ་ཁོངས་སུ། ལྷ་ས་གྲོང་ཁྱེར་དང། ཁྲེང་ཀོན་ཆུས་ཡོད། སྟག་རྩེ་ཆུས་ཡོད། སྟོད་ལུང་བདེ་ཆེན་ཆུས། ཆུ་ཤུར་རྫོང། སྙེ་མོ་རྫོང། འདམ་གཞུང་རྫོང། ལྷུན་གྲུབ་རྫོང། མལ་གྲོ་གུང་དཀར་རྫོང་བཅས་རྫོང་ལྔ་དང་ས་ཁུལ་གསུམ་ཡོད། ཉིང་ཁྲི་གྲོང་ཁྱེར་གྱི་མངའ་ཁོངས་སུ། བྲག་ཡིབ་ཆུས། མེ་ཏོག་རྫོང། སྨིན་གླིང་རྫོང། རྒྱ་མདའ་རྫོང། སྤོ་བོ་རྫོང། རྫ་ཡུལ་རྫོང། སྣང་རྫོང་བཅས་རྫོང་དྲུག་དང་ས་ཁུལ་གཅིག། གཞིས་ཀ་རྩེ་གྲོང་ཁྱེར་གྱི་མངའ་ཁོངས་སུ། བསམ་གྲུབ་རྩེ་ཆུས་དང་རྣམ་གླིང་རྫོང། རྒྱལ་རྩེ་རྫོང། དིང་རི་རྫོང། ས་སྐྱ་རྫོང། ལྷ་རྩེ་རྫོང། ངམ་རིང་རྫོང། བཞད་མཐོང་མོན་རྫོང། པ་སྣམ་རྫོང། རིན་སྤུངས་རྫོང། ཁང་དམར་རྫོང། སྟེང་སྐྱེས་རྫོང། འབྲོང་པ་རྫོང། གྲོ་མོ་རྫོང། སྐྱིད་རོང་རྫོང། ས་དགའ་རྫོང། གམ་པ་རྫོང། གཉའ་ལམ་རྫོང་བཅས་རྫོང་བཅུ་བདུན་དང་ས་ཁུལ་གཅིག། ཆབ་མདོ་གྲོང་ཁྱེར་གྱི་མངའ་ཁོངས་སུ། ཁ་རོབ་ཆུས། འཇོ་མདའ་རྫོང། གོ་འཇོ་རྫོང། རི་བོ་ཆེ་རྫོང། ལྷོ་རོང་རྫོང། སྟེང་ཆེན་རྫོང། དཔལ་འབར་རྫོང། བྲག་ཡབ་རྫོང། དཔའ་ཤོད་རྫོང། མཛོ་སྒང་རྫོང། སྨར་ཁང་རྫོང་བཅས། རྫོང་བཅུ་དང་ས་ཁུལ་གཅིག། ལྷོ་ཁ་གྲོང་ཁྱེར་གྱི་མངའ་ཁོངས་སུ། སྣེ་གདོང་ཆུས། གྲ་ནང་རྫོང། གོང་དཀར་རྫོང། ཟངས་རི་རྫོང། འཕྱོངས་རྒྱས་རྫོང། ལྷུན་རྩེ་རྫོང། ཆུ་གསུམ་རྫོང། ལྷོ་སྨད་རྫོང། ལྷོ་བྲག་རྫོང། རྒྱ་ཚ་རྫོང། ལྷོ་སྣ་རྫོང། གནའ་མཁར་རྩེ་རྫོང་བཅས་རྫོང་བཅུ་གཅིག་དང་ས་ཁུལ་གཅིག། ནག་ཆུ་གྲོང་ཁྱེར་གྱི་མངའ་ཁོངས་སུ། གསེར་རྙེད་ཆུས། མཚེའུ་གཉིས་རྫོང། ལྷ་རི་རྫོང། འབྲི་རུ་རྫོང། སྙན་རོང་རྫོང། ཨ་མདོ་རྫོང། ཤན་རྩ་རྫོང། སོག་རྫོང། དཔལ་མགོན་རྫོང། སྦྲ་ཆེན་རྫོང། ཉི་མ་རྫོང་བཅས་རྫོང་བཅུ་དང་ས་ཁུལ་གཅིག། མངའ་རིས་ས་ཁུལ་གྱི་མངའ་ཁོངས་སུ། སྤུ་ཧྲེང་རྫོང།